ལེའུ་དགུ་པ། ནམ་ཟླའི་སྒོ་མོ་ཆེའི་དོན་ཕྱིན་ཅི་བརྒྱུད་འདྲི། ནམ་ཟླའི་སྒོ་མོ་ཆེའི་སྤྱན་ཆགས་རྔམ་པ་དེའི་གཞར་བྱུང་ཕྲར་ཆེའི་བརྒྱུད་འདྲི་གཅིག་ནི། རྒྱལ་རིགས་མང་པོ་ཞིག་དང་ལྷག་པར་དྲག་གནོན་གྱིས། རྒྱ་ནག་ནས་ཕྱིར་བྲོས་ཤོར་དུ་ཡོང་བའི་རྒྱ་མི་ཤེས་ཡོན་ཅན་དང། ལས་འགུལ་བ་མང་པོས་བོད་མིའི་རིན་པོ་ལ་ཤ་ཚིལ་རྒྱབ་སྐྱོར་བྱེད་འགོ་ཚུགས་པ་དེ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་བཅར་དགུའི་རྗེས་ཀྱི་ལོ་མང་རིང་ངོས་ནས་མང་གཙོ་དོན་གཉེར་གྱི་ལས་འགུལ་ནང་ཞུགས་ཏེ། པེ་རི་སི་དང། ལོན་གྲོན། སི་སི། འཇར་མན། ཨ་རི། ཁེ་ན་ཏྲ། ཨོ་སི་ཀྲི་ལི་ཡ། ཉི་ཧོང་སོགས་རང་དབང་ནང་པར་སླེབས་རྒྱུར་རྒྱ་རིགས་མང་པོ་ཐུགས་འཕྲད་བྱས་པ་ཡིན། ནམ་ཟླའི་དགུང་མོ་ཆེའི་ཐང་ཆེན་གྱི་སྔོ་མགུར་གླིང་གར་གྱི་མུན་ནག་གཙོ་བོ་ཁ་ཤས་ཀྱིས། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ཆར་དགུ་ཟླ་བ་དགུ་བའི་ནང། རྒྱ་ནག་དམངས་གཙོའི་མནའ་འབྲེལ་ཚོགས་པ་ཞེས་པ་གྲོང་ཁྱེར་པེ་རི་སིར་གསར་འཛུགས་བྱས་འདུག་པ་ནི་རེ་སྐུལ་ཞུས་དོན་ལྟར། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱ་ཆ་ཆ་དགུ་ཟླ་བ་བཅུ་གཉིས་པའི་ནང། ཚོགས་པའི་འགོ་བཤད་རྣམས་དང་ཐུག་འཕྲད་ཀྱིས་དྲུག་མོར་སེམས་འགུལ་ཐེབས་པ་ཞིག་བྱ་རྒྱུ་བྱུང། དེ་སྐབས་ངོ་འཕྲད་བྱུང་བའི་ལས་འགུལ་བ་གཅིག་ནི་ཡན་ཅཱ་ཆི། ཁོང་གིས་སྐབས་ཤིག་རིང་རྒྱ་ནག་གི་སྲིད་བློན་ཀྲའོ་ཙེ་དབྱང་གི་ཆབ་སྲིད་སློབ་སྟོན་པ་ཡང་གནང་ཞིང། ཕྱིས་སུ་རྒྱ་ནག་དམངས་གཙོར་བསྒྱུར་ཐབས་ཀྱི་ལས་འགུལ་བ་གཙོ་གྲས་ཤིག་རེད། བཞི་བ་དེ་རེད། དུས་དེར་རྒྱ་ནག་ནང་དམངས་གཙོ་ཡར་རྒྱས་ཡོང་ཐབས་ཐོག་ལས་འགུལ་བ་ཚོའི་བློ་སྟོབས་དང་ལྷག་བསམ་ལ་ངོས་ནས་བསྔགས་བརྗོད་ཐོག་མི་འབོར་ཆེ་བའི་རྒྱ་ནག་དམངས་གཙོར་བསྒྱུར་རྒྱུའི་དམིགས་ཡུལ་ནི། དངོས་ནི་ཁྱད་དུ་འཕགས་པའི་ལས་དོན་བཟང་པོ་ཞིག་ཡིན་ཞིང། མི་སྒེར་དེས་ལེགས་འགྲུབ་ཐོབ་པར་ཉམས་པ་མེད་པའི་སྙིང་རུས་དང་ལྷག་བསམ་དགོས་ལུགས་བརྗོད་པ་ཡིན། དེ་བཞིན་དུ་དངོས་ནི་བོད་མི་རང་དབང་འཐབ་རྩོད་ཀྱི་ཉམས་མྱོང་ཁོང་ཚོར་བརྗོད་ཐོག་ང་ཚོས་འདོད་དོན་དེ་འགྲུབ་པར་དུས་ཡུན་ཅི་ཙམ་འགོར་ཡང་སྙིང་སྟོབས་མ་བཞེངས་པར་སེམས་ཐག་གཙང་བཅད་ཀྱིས་འབད་བརྩོན་བྱ་རྒྱུ་ཡིན་ཞེས་བརྗོད་པ་ཡིན། གཞན་ཡང། བོད་མིའི་འཐབ་རྩོད་ཐད་ལའང་ང་ཚོས། རང་བྱུང་ནི་རང་བཙན་མ་རྩོད་པའི་བོད་མིའི་ལམ་དུ་འགྲོ་རྒྱུའི་ཐག་གཅོད་བྱས་ཟིན་ཚུལ་དང། དེ་ཡང། བོད་མི་རིགས་རང་ཉིད་ཀྱི་ཐུན་མོང་མ་ཡིན་པའི་སྐད་ཡིག་དང་རིག་གཞུང། ཆོས་ལུགས་དང་ཆེས་གསོན་ནུས་དང་འཕེལ་རྒྱས་ཐུབ་པའི་ཆེད་དུ་ཡིན་ལུགས་ནན་བརྗོད་བྱེད་རྒྱུའི་གོ་སྐབས་བླངས་བ་ཡིན། མཇུག་ཏུ་ཁོང་ཚོར་བོད་མིའི་རང་དབང་འཐབ་རྩོད་དང་བསྡུར་ན། ཁྱེད་རང་ཚོ་རྒྱ་ནག་གི་དམངས་གཙོའི་འཐབ་རྩོད་དེ་ད་ལྟ་མགོ་ཚིགས་གསར་ཙམ་རེད་ཅེས་བརྗོད་པ་ཡིན། ཕྱིས་སུ་རྒྱ་རིགས་ལས་འགུལ་བ་གནད་ཡོད་མང་པོ་ཐུག་པའི་ཁོངས་སུ། འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་གྲགས་ཅན་དང། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར། དེང་རབས་ཅན་ལྔ་པ་བཞིའི་སྙན་གྲགས་ལྡན་པའི་སྤྱི་རྩོམ་ཞིག་བྲིས་ནས། པེ་ཅིང་གི་དམངས་གཙོའི་གཙིགས་བྱང་ལ་སྦྱར་མཁན་ཝེ་ཅིན་ཧྲན་དང། རྗེས་ཡི་ངར་གསར་བསྒྱུར་བཀོད་བཙོན་རེའི་ལམ་ལུགས་ཀྱི་སྤྱི་གཡའ་བའི་གནས་ཚུལ་ཕྱིར་བསྒྲགས་བྱེད་མཁན་གཙོ་ཁྲི་ཧལ་རེ་ཝི་ཡོད། ཧལ་རེ་ཝིས་ཁོ་བོར་དངུལ་གྱི་ལངས་ཕྱོགས་དེར་བསྐྱར་དུ་བསམ་གཞིགས་བྱས་ཏེ། བོད་རང་བཙན་གཙང་མ་བཙོན་ལེན་བྱས་ན་ལེགས་པའི་སྐུལ་མ་ཡང་ཐེངས་ཁ་ཤས་ཞུས་བྱུང། ཕྱི་ལོ་ཆིག་སྟོང་དགུ་བརྒྱ་གོ་གཅིག་ལོར་ནིའུ་ཡོག་གྲོང་ཁྱེར་གྱི་ཀོ་ལུམ་པི་ཡ་གཙུག་ལག་སློབ་གྲྭ་ཆེན་མོར་འགྲོ་བ་མིའི་ཐོབ་ཐང་སྐོར་གྱི་ཚོགས་འདུ་ཞིག་གི་སྐབས། རྒྱ་རིགས་སྐར་ཆེད་དངོས་ཁམས་རིག་པ་སྨྲ་བ་གྲགས་ཅན་ཧྥང་ལེ་ཀྲེ་དང་ངོས་གཉིས་གླེང་རྟགས་གཅིག་གི་ཐོག་མཉམ་སྡོད་བྱ་རྒྱུ་བྱུང། ཁོང་སྐབས་དེར་ངོས་ལྟར་བཙན་བྱོལ་དུ་བཞུགས་མུས་རེད། གཞན་ཡང། ཁྱད་དུ་འཕགས་པའི་རྒྱལ་རིགས་རྩོམ་པ་པོ་ཝང་རུའུ་ཝང་ཡང་དོན་གྱིས་བྱུང། ཁོང་ནི་དེར་སྔོན། ཏིང་ཞོ་ཕིང་ལ་ཡི་གེ་བྲིས་ཏེ། སློབ་ཕྲུག་གིས་སྣེ་ཁྲིད་པའི་གནམ་བདེ་སྒོ་མོ་ཆེའི་ལས་འགུལ་ལ་རྒྱབ་སྐྱོར་བྱས་པའི་སྙན་གྲགས་ཡོད་ཀྱང། དེ་བཞིན་དུ། ཁོང་གིས་ཧྲང་ཧེ་གྲོང་ཁྱེར་གྱི་ཚོགས་ཁང་ཆེན་མོ་བར། ངོ་རྒོལ་སྐོམ་བགྲོད་ཀྱི་སྣེ་ཁྲིད་གནང་མྱོང་བ་རེད། རྒྱལ་རིགས་ཤེས་ཡོན་ཅན་རླབས་ཆེན་དེ་དག་དང། དེ་བཞིན། གནམ་བདེ་སྒོ་མོ་ཆེའི་དོན་ཆེན་རྗེས། རྒྱ་ནག་ནས་ཀྲུའུ་ཞིར་དུ་ཡོང་པའི་སློབ་ཕྲུག་གི་མགོ་ཁྲིད་བརྒྱ་ཕྲག་མང་པོ་ཡོད་པ་དེ་ཚོས། རྒྱ་ནག་ནང་རང་དབང་དང་ཁྱིམ་སྟོང་དམངས་གཙོ་བཅས་ཆེ་ཙམ་ཡོང་ཆེད་འཐབ་རྩོད་བྱེད་བཞིན་པ་རེད། རྒྱ་ནག་དམར་པོའི་གཞུང་གིས་ཁོང་ཚོའི་སྐོར་ལ་ཆོག་བཤད་ཇི་ལྟར་བྱས་ན་ཡང། མི་འདི་དག་ཚང་མས་རང་གི་ལྟ་བ་དང་ལངས་ཕྱོགས་ཀྱི་ཆེད་དུ། སོ་སོའི་སྒེར་གྱི་ངོས་ནས་ལུས་སྟོང་ཆེན་པོ་བྱས་པ་ཤ་སྟག་ཆགས་ཡོད། དེར་བརྟེན། ཁོང་ཚོ་ནི་རྒྱལ་སྤྱིའི་ཐོག་རྒྱ་ནག་གི་གནས་བབ་དང་དེའི་འབྱུང་འགྱུར་ཐད། སེམས་ཁུར་གཏིང་ཟབ་བྱེད་མཁན་གྱི་རྒྱལ་སྤྱིའི་བ་ངོ་མ་རེད། དངོས་གནས་རྟག་ཏུ་བརྗོད་མུས་ལྟར། བོད་མིའི་འཐབ་རྩོད་ནི་བོད་མི་དམངས་ཀྱི་ཐོབ་ཐང་དོན་དུ་གཉའ་གནོན་གཏོང་མཁན་གྱི་དབང་འཛིན་པར་ཁ་གཏད་བྱེད་པ་ལས། རྒྱ་མི་རིགས་ལ་ཁ་གཏད་བྱེད་པ་ཞིག་མིན། དེར་བརྟེན་རྒྱ་མི་རིགས་རང་དང་ནང་སོག་གི་སོག་པོ། ཤར་ཏུར་ཁི་སི་ཐན་གྱི་ཡི་གེར་མི་རིགས་ཀྱིས་བརྩི་པའི། རྒྱ་ནག་དམར་ཤོག་ཚོགས་པའི་གཉའ་གནོན་འོག་ཏུ་བཙུད་པའི་མི་རིགས་གཞན་དག་ཚང་མར་ངོས་ནས་རང་བཞིན་གཤིགས་མ་ཐུབ་ཀྱི་བཤད་ཚིག་གདུང་སེམས་གཏང་གཟབ་ཡོད། ངོས་ནས་བཙན་བྱོལ་དུ་ཡོད་པའི་ཡུ་གུར་བ་མང་པོ་དང་ཐུག་འཕྲད་བྱེད་མྱོང་ཡོད་པའི་ཁོང་ཨི་སཱ་ཨལ་ཏེ་ཀིན་དང་ཁོང་གི་སྲས། ཨར་ཀན་ཨར་ཏེ་ཀན་གཉིས་ཡོད་ཅིང། དེ་བཞིན་རྗེས་སུ་རེ་བི་ཡ་ཁ་དར་དང་བདུད་ཀན་ཨི་ས་གཉིས་ཀྱང་ཡོད། ཁོང་གཉིས་ནི་རིམ་པ་བཞིན་འཛམ་གླིང་ཡུལ་སྐོར་ལྷན་ཚོགས་ཀྱི་ཚོགས་གཙོ་ཟེར་བ་དང། དུས་ཐོག་ཚོགས་གཙོ་རེད། ངོས་ནས་ཁོང་རྣམས་ལ་རང་དབང་གི་ཆེད་དུ་དྲང་བདེན་གྱི་འཐབ་རྩོད་བྱེད་སྐབས། མཐའ་གཅིག་ཏུ་འཚེ་མེད་བཞི་བར་བརྟེན་དགོས་པའི་གར་འགངས་བརྗོད་པ་ཡིན། དེ་བཞིན་ཕྱོགས་གཉིས་ཀྱི་དགོས་མཁོ་གང་ཡིན་པ་དང། བློ་ཡང་ཤེས་ས་གང་ཡིན་ལ་བསམ་ཤེས་ཐོག་སེམས་མེད་ཞི་བའི་ཐབས་ལམ་ཁོ་ནར་བརྟེན་ན། རྩོད་རྙོག་གང་འདྲ་ཞིག་ཡིན་རུང་དེར་ཕུགས་བརྟན་གྱིས་ཐག་གཅོད་ཡོང་ཐུབ་ངེས་ཡིན་པར་ངོས་རང་ཡིད་ཆེས་བརྟན་པོ་ཡོད་ཚུལ་བརྗོད་ཐོག་ཕྱོགས་གཉིས་ཀར་ཁེ་ཕན་ཡོང་ངེས་པའི་སྲི་ཞུའི་གཟུང་རྒྱ་ནི་འཚེ་མེད་ཞི་བའི་ཐབས་ལམ་ལ་གྲུབ་འབྲས་ཐོབ་ཐབས་ཀྱི་གནད་འགག་གཙོ་བོ་ཡིན་ལུགས་བརྗོད་པ་ཡིན། ཁོང་ཚོར་ང་ཚོ་བོད་མིའི་འཐབ་རྩོད་སྐོར་བརྗོད་དུས། དུས་རྒྱུན་ངོས་ནས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་བ་ཚོར་བརྗོད་མུས་ཀྱི་སྐད་ཆ་དེ། ངས་ཁོང་རྣམ་པ་རྒྱ་མིར་ངོ་རྒོལ་དང་བོད་མིར་ཕྱོགས་མཁན་དུ་བརྩི་གི་མེད་པར། རང་དབང་ལ་ཕྱོགས་མཁན་དང་དྲང་བདེན་ལ་སྒམ་མཁན་དུ་བརྩི་གི་ཡོད་ལུགས་བསྐྱར་ཟློས་བྱས་པ་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ཟླ་བ་བཅུ་བར། ངོས་ལ་ནོར་བྷེལ་ཞི་བདེའི་གཟེངས་རྟགས་གནང་བ་དང། དེའི་རྗེས་འབྲེལ་ནོར་ཝེ་གྲོང་ཁྱེར་ཨོ་རྫ་ལོར་གཟེངས་རྟགས་དངོས་སུ་སྤྲོད་པའི་མཛད་སྒོ་གནང་བར་བརྟེན་ནས། བོད་ཀྱི་རྩ་དོན་ཐད་རྒྱལ་སྤྱིའི་ནང་དོ་སྣང་ཚད་ཧ་ཅང་མཐོན་པོ་བྱུང། འཛམ་གླིང་གང་སར་ཡོད་པའི་བོད་མི་ཚོར་མཚོན་ན། གཟེངས་རྟགས་འདི་ནི་ང་ཚོའི་རང་དབང་དང་ཆེ་མཐོང་བསྐྱར་གསོའི་ཆེད་མཐའ་གཅིག་ཏུ། འཚེ་མེད་ཞི་བའི་ཐབས་ལམ་བསྟན་པའི་ལྷག་བསམ་ལ་གར་ཆེའི་ངོས་འཛིན་ཐོབ་པ་ཞིག་དང། དངོས་ཡོད་སྒེར་གྱི་ངོས་ནས་བརྗོད་ན། སྐབས་དེར་སེམས་འགུལ་ཐེབས་ཆེ་ཤོས་ཀྱི་མཉམ་མྱོང་གཅིག་ནི། ལོ་རབས་མང་པོའི་རིང་དཀའ་ངལ་འཛེམ་མེད་ཀྱིས་འབད་བརྩོན་བྱེད་མཁན་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཧ་ཅང་མང་པོའི་གདོང་ལ་དགའ་སྤྲོའི་རྣམ་འགྱུར་མངོན་པར་གསལ་བ་དེ་རེད། སྒར་དོན་རྟེན་འབྲེལ་འདིར་མཉམ་ཞུགས་ཆེད་གྲོང་ཁྱེར་ཨོ་རྫ་ལོ་ལ་ཆེད་དུ་ཕེབས་པའི་སྐྱེ་བོ་མང་པོའི་རྣམ་པ་ཡིད་དུ་འོང་ཞིང། ཨ་དགའ་སྤྲོས་གང་བའི་འཁོར་ཡུག་དེ། དངོས་གནས་དེང་སང་ཡང་གསར་ལྷང་ངེར་དྲན་སུ་བྱེད་འདུག། དེའི་ཁྲོད་ཀྱི་སྐྱེ་བོ་མང་པོར་དངོས་གནས་དངོས་སུ་ཐུགས་རྗེ་ཆེ་བཞེས་པའི་གོ་སྐབས་བླངས་བ་ཡིན། རང་ཡུལ་སྤོ་དེ་ཡང་ཉེན་ཁ་ཡོད་པ་ངོ་མཚར་ཡིན་རུང། བོད་མི་མང་པོའི་གོ་བར་ནོར་བེར་ཞི་བདེའི་གཟེངས་རྟགས་ཐོབ་པའི་དགའ་སྟོན་ཞིག་ཡོད་པ་དངོས་གནས་ཤེས་རྟོགས་བྱུང། སྐབས་དེར་བོད་ནང་གི་གནས་སྟངས་ནི་ཇི་བཞིན་ཅི་སྡུག་ཏུ་འགྲོ་བཞིན་པའི་དུས་ཡིན། དེ་ཡང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ། ཟླ་བ་བདུན་པའི་ནང། རྒྱ་ནག་དམར་ཤོག་ཚོགས་པའི་མགོ་ཁྲིད་ཅང་ཙེ་མིན་དང། བྱང་དྲུར་དམག་དཔུང་གི་སྤྱི་ཁྱབ་མགོ་ཁྲིད་ཁྲེ་ཧོ་ཐན་གཉིས་ཀྱིས་བོད་ལ་ལྟ་སྐོར་རྟོག་ཞིབ་བྱས་ཤིང། སྐབས་དེ་དུས་གཙོ་བོ་རྒྱ་ནག་གི་ལྟ་བ་མཁྲེགས་འཛིན་ཅན་གྱི་ཤོག་ཁག་གིས། བོད་འབྲེལ་སྲིད་བྱུས་ཀྱི་ཁ་ལོ་སྒྱུར་བཞིན་ཡོད། རྒྱ་ནག་དབང་འཛིན་པའི་མེས་རྒྱལ་ལ་དགའ་ཞེན་དང། ཁ་བྲལ་རང་ལུགས་པར་ངོ་རྒོལ་འཐབ་རྩོད་བྱེད་དགོས་པར་ནན་བཤད་བྱས། དེ་ནི། ངོས་དང། བཙན་བྱོལ་བོད་མིའི་སྤྱི་ཚོགས་ལ་ངོ་རྒོལ་འཐབ་རྩོད་བྱེད་དགོས་པའི་གོ་དོན་རེད། རྒྱ་ནག་ནས་བོད་དུ་སླེབས་འབྱོར་རྒྱ་མི་ལུས་ཤེར་གསར་པར་གླ་ཕོགས་ཆེན་པོ་སྤར་བའི་མཚོན། རྒྱ་ནག་གཞུང་གིས་རྒྱ་རིགས་བོད་དུ་གཤིག་པོ་བྱེད་པར་དམིགས་བསལ་ཁེ་ཕན་སྤྲད་ནས་སྐུར་འདེབས་ཤུགས་ཆེ་ཞིག་འགྲིག་ས། རྒྱ་རིགས་སྤུ་དག་བཞི་སྤོ་བྱེད་མཁན་གྱི་གྲངས་འབོར་ཆེ་རེ་བཞིན་པ་དེས། བོད་རིགས་དམར་ཤོག་ལས་བྱེད་པ་ཐེ་བའི་བོད་མི་ཚོར། འདུ་བབ་མེད་པའི་ཚོར་བ་ཆེན་པོ་བྱུང་འདུག། བོད་ནང་དམ་དྲག་མཁྲེགས་འཛིན་ཇེ་ཆེར་འགྲོ་བཞིན་པ་དེས། བོད་ཕྱིའི་འཛམ་གླིང་གི་གནས་ཚུལ་དང་མཚུངས་བསྡུར་བྱས་ན། བློ་ཕམ་དང་ཡ་མཚན་ཆེ་གཞི་ཞིག་རེད། གང་ཡིན་ཟེར་ན། དུས་སྐབས་དེར་འཛམ་གླིང་ནང་རང་དབང་གི་རྦ་རླབས་ཕྱོགས་གང་སར་ཁྱད་པར་བྱུང་བའི་དུས་སྐབས་ཡིན་པ། དཔེར་ན། ཧྥི་ལི་པིན་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཞི་གྱ་དྲུག་ལོ་དང། ཅི་ལིའི་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་ས་ཁོངས་སྒེར་འཛིན་ལམ་ལུགས་མཇུག་བསྒྲིལ་བ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཞི་གྱ་དགུ་ལོར་པར་ལིན་གྱི་རྩིག་པ་གཏོར་བ་རེད། དེ་བཞིན། དུས་དེར་ཨུ་རུ་སུ་མཉམ་འབྲེལ་རྒྱལ་ཁབ་དང། ཨ་རིའི་བར་དོན་དམ་པའི་གཞི་མཐུན་ཡོང་ཐབས་དང་རྡུལ་ཕྲན་མཚོན་ཆ་ཉུང་འཕྲི་བྱེད་པའི་དུས་སྐབས་ཤིག་རེད། འོན་ཀྱང། རྒྱ་ནག་དང་ཁྱད་པར་དུ་བོད་ནང་དུས་དེ་ནི་གཙང་གནོན་གྱི་དུས་རབས་གསར་བ་ཞིག་གི་མགོ་ཚུགས་པའི་སྐབས་ཆགས་ཡོད། སྐབས་དེར་ངོས་ནས་བོད་ཀྱི་གནད་དོན་དེ་གྲུ་མུར་གྱི་ལམ་ནས་ཐག་གཅོད་ཡོང་ཐབས་ཀྱི་འབད་བརྩོན་ཅི་ལྟར་བྱས་རུང། རྒྱ་ནག་ཕྱོགས་ནས་དེས་རྩིག་པ་མཐོ་བོ་ཞིག་གི་བཀག་པ་ལྟ་བུར་ཚུར་འདོན་གྱིས་ལན་གང་ཡང་མ་བྱས་པ་རེད། བོད་ཀྱི་གནད་དོན་སྐོར། རྒྱ་ཆེའི་སྡིངས་ཆའི་གནས་བབ་ཐོག་ནས་བརྗོད་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་གོ་གཅིག་ཟླ་བ་ལྔ་པ་ནང། ཨ་རིའི་ཁྲིམས་བཟོ་ལྷན་ཚོགས་ཀྱིས་བོད་དེ་ཁྲིམས་འགལ་གྱིས་བཙན་བཟུང་བྱས་པའི་ལུང་པ་ཅིག་ཡིན་པར་ངོས་འཛིན་གྱིས་ཉམས་ཐོན་གྲོས་ཆོད་བཞག་ཡོད། ཨ་རི་གཞུང་གིས་བོད་ཐོག་འཛིན་པའི་ལངས་ཕྱོགས་བསྐྱར་ནན་བྱས། ཨ་རིས་བོད་ཐོག་འཛིན་པའི་ལངས་ཕྱོགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་ཨ་རིའི་གཞུང་ཚབ་ཆེན་མོའི་མཉམ་འབྲེལ་རྒྱལ་ཚོགས་སུ་སྙན་སྒྲོན་ཞུས་པ་ལྟར། བོད་མིའི་འགྲོ་བ་མིའི་ཐོབ་ཐང་དང། བོད་མིར་རང་ཆས་སུ་ཡོད་པའི་རང་ཐག་རང་གཅོད་ཀྱི་ཐོབ་ཐང་སླར་གསོ་བྱ་རྒྱུ་དམིགས་ཡུལ་དུ་ངེས་པར་འཛིན་དགོས་པ་དེ་རེད། གྲོས་ཆོད་དེའི་ནང་མཐར་བསྡོམས་ཞུས་དོན། གྲོས་ཚོགས་ཀྱི་དགོངས་ཚུལ་དུ། རྒྱ་ནག་གི་ཞིང་ཆེན་སི་ཁྲོན་དང་ཡུན་ནན། ཀན་སུའུ། མཚོ་སྔོན་བཅས་ཀྱི་ཁོངས་སུ་གཅིག་པའི་ས་ཁར་བརྩིས་པའི་བོད་ནི། རྒྱལ་སྤྱིའི་ཁྲིམས་ལུགས་ཀྱི་གཏན་འབེབས་རྩ་དོན་འོག་བཙན་བཟུང་བྱས་པའི་ལུང་པ་ཞིག་ཡིན་པ་དང། བོད་མི་དམངས་ཀྱིས་ངོས་འཛིན་བྱས་པ་ལྟར། བོད་ཀྱི་དོན་དམ་གྱི་སྐུ་ཚབ་ནི ྋགོང་ས་ཏཱ་ལའི་བླ་མ་མཆོག་དང་བཙན་བྱོལ་བོད་གཞུང་རེད་ཅེས་ཟེར་ཡོད། ལོ་ཁ་ཤས་རྗེས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བརྒྱ་གོ་བདུན་ལོར། ཨ་རིའི་གཞུང་གི་ཕྱི་སྲིད་ལས་ཁུངས་ཁོངས། བོད་དོན་དམིགས་བསལ་འབྲེལ་མཐུད་ལས་ཁུངས་གསར་འཛུགས་གནང། དེང་སང་ལས་ཁུངས་འདིས། ཕྱི་ལོ་ཉིས་སྟོང་གཉིས་ལོའི་ཨ་རིའི་སྤུན་འབྲེལ་སྲི་ཞུའི་ཁྲིམས་ཡིག་དང། དེའི་རྗེས་དེ་ལ་བསྐྱར་བཅོས་ཀྱིས་གཏན་ལ་ཕབ་པའི་ཉིས་སྟོང་ཉི་ཤུ་ལོའི་བོད་དོན་རྒྱབ་སྐྱོར་ཁྲིམས་ཡིག་གཞིར་བཟུང་ནས། བོད་དོན་དང་འབྲེལ་བའི་ཨ་རིའི་སྲི་ཞུ་དང། ལས་གཞི་ཁག་འབྲེལ་མཐུད་དག་གནང་བཞིན་ཡོད། ནི་ཁུངས་དེ་ཚུགས་ཚུན། དེའི་འགན་བཞེས་གནང་མཁན་རིམ་གཞུང་ཚང་མ་དང་ངོས་རང་ངོ་འཕྲད་ཀྱིས་གོ་སྐབས་བྱུང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་བོད་ནང་གི་གནས་སྟངས་ཇི་བཞིན་ཇེ་སྡུག་ཏུ་འགྲོ་བཞིན་པར་མ་ཟད། རྒྱ་ནག་གིས་ཚད་ལྡན་རྒྱལ་ཁབ་ཀྱི་གཙོ་ཆེར་གཏོར་ཏེ་རྒྱུན་དུ་དྲག་གནོན་ལག་བསྟར་བྱེད་བཞིན་པར་བློ་འཚབ་ཆེན་པོ་སྐྱེས་པར་བརྟེན། ལོ་དེར་དངུལ་ལ་ཨ་རིའི Yale གཙུག་ལག་སློབ་གྲྭ་ཆེན་མོར་གཏམ་བཤད་བྱས་རྗེས་མགྲོན་བདག་འཇོན་དོན་ལྟར་དང་ལེན་བྱས་པ་ཡིན། གཏམ་བཤད་ཀྱི་ཐོག་མར་ངོས་ནས་དེང་འཛམ་གླིང་སྟེང་དུས་ཚོད་དམིགས་བསལ་ཅན་ཞིག་ཏུ་གནས་ཡོད་པ་ངོས་འཛིན་དང། དེ་ཡང་འདས་པའི་ལོ་ཁ་ཤས་ནང་འཛམ་གླིང་ཐོག་ཤིན་ཏུ་ཧ་ལས་དགོས་པའི་འགྱུར་བ་བྱུང་ཡོད་པ། པར་ལེན་གྱི་རྩིག་གྱང་འཐོར་བཞུགས་དུ་སོང་བ། ལོ་བདུན་ཕྱེད་ལྷག་ཙམ་རིང། དམར་པོའི་དབང་བསྒྱུར་བྱས་རྗེས་ཨུ་རུ་སུའི་ནང་བྱུང་བའི་འགྱུར་བ་བཅས་ཀྱིས་རྒྱལ་ཁབ་དང་མི་རིགས་ཁག་གི་རང་དབང་ལ་རེ་སྨོན་ཇི་ལྟར་བྱེད་པར་མཚོན་ལུགས་བླངས་ཏེ་གཏམ་བཤད་མགོ་འཛུགས་བྱས་པ་ཡིན། དེ་བཞིན་དུ་ངོས་རང་ཉེ་ལམ་སོག་ཡུལ་དང་པར་བྲིས་རྒྱལ་ཁབ་ཁག་བར་གྷི་རི་ཡ་བཅས་ལ་ལྟ་སྐོར་འཚམས་འདྲི་བྱེད་སྐབས་ལོ་བཅུ་ཕྲག་མང་པོའི་རིང་རང་དབང་བྲལ་བའི་མི་མང་ས་ཡ་མང་པོ་ད་ཆ་རང་དབང་བདེ་སྐྱིད་ལ་ལོངས་སུ་སྤྱོད་བཞིན་ཡོད་པ་མཐོང་བས། དགའ་སྤོབས་ཆེན་པོ་བྱུང་ཚར་འགྱུར་དོགས། དེ་ལྟ་བུའི་ཆེད་དུ་འཕོས་པའི་འགྱུར་བ་དེ། དྲག་རྩུབ་ཀྱི་ཐབས་ལམ་མ་བརྒྱུད་པར་བསྒྲུབ་ཐུབ་པའི་གནད་དེ། ཆེད་དུ་གསལ་འདོན་བྱས་པ་ཡིན། དེ་ནས་ངོས་ནས་རྒྱལ་སྤྱིའི་སྤྱི་ཚོགས་ནས། མུ་མཐུད་རྒྱ་ནག་དང་འབྲེལ་ལམ་འཛིན་དགོས་པར་ནན་བཤད་དང་སྦྲགས་བརྗོད་དོན། ངོས་རང་མི་མང་དང་རྒྱལ་ཁབ་ཕན་ཚུན་བར་གྱི་འབྲེལ་བ་རྣམས་ཕན་ཚུན་ཤེས་རྟོགས་ལ་བརྟེན་དགོས་པར་རྒྱུན་དུ་ཡིད་ཆེས་བརྟན་པོ་བྱེད་མཁན་ཞིག་ཡིན། ཕན་ཚུན་ཟོལ་མེད་སྤྲང་པོའི་སྒོ་ནས་བསམ་ཚུལ་ཤོད་རེས་བྱེད་པ་དེ་ཁོ་ནའི་ལམ་ནས་ད་ལྟ་འཛམ་གླིང་མི་མང་ལ་འཕྲད་བཞིན་པའི་དཀའ་རྙོག་རྣམས་སེལ་རྒྱུའི་ཐབས་ལམ་ཞིག་རྙེད་ཐུབ། རྒྱ་ནག་གིས་རྒྱལ་སྤྱིའི་ཚོགས་སྡེ་དང་མཉམ་དུ་ཡར་རྒྱས་འཛུགས་སྐྲུན་གྱི་བྱ་བཞག་ནང་དུས་གང་ཞིག་ཏུ་ཞུགས་འདོད་བྱས་པ་ཡིན་ན་བསྐྱར་ཇུས་ཐོག་ནས་ཀྱང་ཁོང་ཚོར་དེ་མཚུངས་ཀྱི་གོ་སྐབས་སྤྲོད་རྒྱུ་ཡིན་པར་ཡིད་ཆེས་ཡོད། འོན་ཀྱང། རྒྱ་ནག་ནས་གཞི་རྩའི་ཡ་རབས་སྤྱོད་བཟང་ཁག་དང། མུ་མཐུད་རྒྱབ་མགར་སྟོབས་ཤུགས་བྱས་ཚེ། དེ་དག་བྱིས་པ་ལང་ཤོར་བྱེད་ཚུལ་དུ་ནམ་ཡང་འཇོག་མི་རུང་བར། ཁོང་ཚོ་རྒྱལ་སྤྱིའི་མང་ཚོགས་ཀྱི་ཁོངས་མི་འགན་འཁུར་ཡོད་མཁན་ཞིག་ཡིན་པར་བརྟེན། དེ་ཉིད་ཀྱི་བཤད་ངན་གྱི་འགན་འཁྲི་ཚང་མ། ཁོང་ཚོར་ཁུར་དུ་འཇུག་དགོས་རེད་བརྗོད་པ་ཡིན། རྒྱ་ནག་དང་ཞི་མོལ་ཡོང་ཐབས་ངེས་ཚུལ་འབའ་བརྩོན་ཐད་བརྗོད་དོན་ལ། མཐུན་འགྲིག་མགོ་འཛུགས་སླད་དངོས་གནས་འབད་པ་བྱས་པ་དེ་ལ་རྒྱ་ནག་གཞུང་ནས་ཁས་ལེན་ལན་འདེབས་མ་བྱས་པར་བརྟེན། བོད་མི་མང་པོ་ཞིག་དང་ལྷག་པར་བོད་ནང་ཡོད་པའི་བོད་ཀྱི་གཞོན་ནུ་མང་པོ་ཞིག་གིས་ད་ལྟ་ང་ཚོ་སྐྱོ་མོས་ཀྱིས་བཞི་བའི་ལམ་འདིར་སྣང་སྟོང་རྩུབ་རྩུབ་བྱེད་ཤུགས་ཆེ་རུ་འགྲོ་བཞིན་ཡོད། རྒྱ་ནག་གིས་མུ་མཐུད་བོད་ནང་མི་འབོར་བཙན་འཇུག་བྱས་ཏེ་བོད་མི་རྣམས་རང་ཉིད་ཀྱི་ལོངས་པར་ཡང་མི་རིགས་གྲངས་ཉུང་ཅན་ཞིག་དང་རིམ་གྲས་གཉིས་པ་ཞིག་བཟོས་པར་བརྟེན་དངུལ་གྱིས་ལོངས་པའི་ནང་ཛ་དྲག་ཇེ་ཆེར་འགྲོ་བཞིན་པ་རེད། བོད་མི་ཚོར་འཇིགས་སྐུལ་དང་བཙན་གནོན་ཚབས་ཆེ་བྱས་པར་བརྟེན་གནས་ཚུལ་འགལ་ཟླའི་ཕྱོགས་སུ་འཕེལ་ཤུགས་ཆེ་རུ་སོང་སྟེ། འབར་ལ་ཁད་པའི་གནས་ཚུལ་དེའི་ནང་དྲག་སྤྱོད་ཀྱི་མཐར་བཟང་ཡོང་རྒྱུར་ངོས་ལ་སེམས་འཚབ་ཆེན་པོ་ཡོད། དེ་དག་འགོག་སླད་ངོས་ནས་ཐབས་ཤེས་བཅས་ལག་བསྟར་བྱེད་ཀྱི་ཡིན་ཞེས་བརྗོད་པ་ཡིན། དེ་ནི་ངོས་རང་བོད་དུ་སྔོན་བྱོན་གྱིས་རང་གི་མི་དམངས་དང་ཐད་ཀར་འབྲེལ་གཏུག་ཐོག་འཚེ་མེད་ཞི་བའི་ལམ་མི་འདོར་རྒྱུའི་འབོད་སྐུལ་བསླབ་བྱ་རྒྱག་འདུན་ཡོད་ལུགས་བརྗོད་པ་ཡིན། ངོས་རང་བོད་དུ་བྱོལ་ཐུབ་པ་བྱུང་ན། དེ་ལ་བརྟེན་ནས་རྒྱ་མིའི་འགོ་ཁྲིད་ཚོས་བོད་མིའི་བསམ་འདུན་ངོ་མ་ཤེས་རྟོགས་ཐུབ་རྒྱུར་ཡང་ཕན་ཐོགས་ཡོང་རེ་ཡོད་ཅེས་ཀྱང་བརྗོད་པ་ཡིན། གཞན་ཡང། དེ་སྔ་སྔོན་ནས་བཏོན་པའི་གཞི་རྟའི་གྲོས་འཆར་དོན་ཚན་ལྔ་དང། དེའི་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་ཆ་བཅུ་བརྒྱད་ལོར་བཏོན་པའི་སི་ཏྲེ་སི་སྦག་གི་གྲོས་འཆར་གཉིས་ཀར་རྒྱ་ནག་ཕྱོགས་ནས་དོན་ཕན་ལྡན་པའི་ཡ་ལན་མ་བྱས་སྟབས། ཕྱི་ལོགས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག། ཟླ་བ་དགུ་པའི་ནང། ཁོར། ད་ནི་གནས་སྐབས་བསྐྲུན་འཆར་དེའི་ནང་དོན་བརྩི་སྲུང་བྱེད་དགོས་པའི་འགན་འཁྲི་གང་ཡང་མེད་ཚུལ་གསལ་བསྒྲགས་བྱས། དེ་ལྟ་ནའང། ང་ཚོའི་ངོས་ནས་མུ་མཐུད། གྲུ་མུར་གྱི་ལམ་ལ་འཐེན་ནས་བོད་ཀྱི་དཀའ་རྙོག་སེལ་ཐབས་བྱ་རྒྱུའི་དམ་བཅའ་ལ་འགྱུར་བ་མེད་ལེགས་ནན་བརྗོད་བྱས་པ་ཡིན། ང་ཚོའི་ངོས་ནས་ཀྱང། རྒྱ་ནག་གཞུང་དང་འབྲེལ་མཐུད་ཀྱིས་ལམ་ཁ་བཅས་མུ་མཐུད་དུ་གཅིག་གཉེར་བྱེད་པའི་འབད་བརྩོན་བྱེད་བཞིན་པར་བརྟེན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཅིག་ཟླ་བ་དྲུག་གཉིས་པའི་ནང་རྒྱ་ནག་གི་སྲིད་བློན་ལིས་ཕང་དུ་ལེར་ཕེབས་སྐབས་དངོས་ནས་མཇལ་འཕྲད་ཡོང་ཐབས་བྱས་ཀྱང་ལམ་ལྷོང་མ་བྱུང། དེ་ནས་མི་རིང་བར། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ཟླ་བ་དྲུག་པའི་ནང། དངུལ་ཆས་ཆེན་པོ་བརྒྱ་ལོ་དོན་གྲུབ་དང། རྒྱ་ནག་ཆབ་སྲིད་ཅུས་ཀྱི་ཁོངས་མི། དེའི་འགོ་ཀུན་ཐུགས་འཕྲལ་བྱུང་ཞིང་གོ་བས་རྒྱ་ནག་གཞུང་གིས་བརྡལ་ནས་ཕྱིར་ཡོང་བའི་ནང་དོན་ནི། དངོས་ནས་བོད་དོན་རང་བཙན་གྱི་བསམ་བློ་དོར་བ་ཡོངས་ཁྱབ་གསལ་བསྒྲགས་བགྱི་དགོས་པའི་ཆ་རྐྱེན་འོག་འབྲེལ་མོལ་སླར་གསོ་བྱ་ཆོག་རྒྱུ་ཡིན་པ་དེ་རེད། དེ་ནི་ཅུང་ཡ་མཚན་པའི་གནས་ཤིག་སྟེ། ངེད་ཚོས་དཀྲུག་མར་གྱི་ལམ་ནས་བརྡ་དོན་ཐག་གཅོད་ཡོང་ཆེད་རང་བཙན་གྱི་དགོས་འདུན་མི་འདོན་རྒྱུར་མོས་མཐུན་ཡོད་ལུགས་གསར་བརྗོད་ཡང་ཡང་བྱས་ཟིན་པ་རེད། གང་ལྟར་ཡང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཟླ་བ་དགུ་པའི་ཚེས་བཅུ་གཅིག་ཉིན་ངོས་ནས། རྒྱ་ནག་གི་མཁོ་སྤྲོད་མཐོ་ཤོས་ཏིང་ཞོ་ཕིང་དང། སྤྱི་ཞབས་གྲོང་ཁྱེར་ཅང་ཙེ་མིན་གཉིས་ཀར་ཕྱག་བྲིས་འཕར་བ་ཡིན། འཕྲིན་ཡིག་དེ་གཉིས་ཀྱི་ནང། ངོས་རང་ལ་སྤྲོད་མར་བྱ་རྒྱུའི་འདུན་པ་ཡོད་ལུགས་གསར་བཏོན་ཐོག། སྐབས་བསྟུན། ངེད་ཚར་རྒྱ་ཆེ་ས་ནས་མཁྱེན་རྟོགས་ཡོང་ཐབས་སུ། དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ནས་བཟུང་སྟེ། སྐབས་དེའི་བར། གྲོས་བསྡུར་ཆེད་རང་ངོས་ནས། འབད་བརྩོན་བགྱིས་ཤིང་ཕྱོགས་བདུན་ཕྲན་ཐོ་གཅིག་ཀྱང་མཉམ་དུ་འཕར་བ་ཡིན། ཡི་གེ་སྟེ། ལྡི་ལིའི་རྒྱ་ནག་གཞུང་ཚབ་བར་འཕར་བ་དང་ཆབས་ཅིག་ཤོག་ཕན་ཚུན་ཡིད་ཆེས་བསྐྲུན་ཆེད། ཟླ་རེར་རྒྱ་ནག་གཞུང་ཚབ་ཁང་ནང་ལྷན་ཚོགས་ཐེངས་རེ་འཚོགས་རྒྱུའི་བསམ་འཆར་ཡང་བཏོན་པ་ཡིན། འོན་ཀྱང། དངུལ་ཆའི་སྐུ་ཚབ་རྣམས་མི་ངོ་ངོ་བཅར་གྱིས་ཡི་གེ་འདི་གཉིས་རྒྱ་ནག་གི་དབུ་ཁྲིད་གཉིས་ལ་ཕུལ་ཆོག་པའི་ཆོག་མཆན་ཐོབ་པར་རྒྱ་གཞུང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོའི་ཟླ་བ་བདུན་པར་ནར་འགྱངས་བྱས་ནས་འགོར་བཞག་གོང་དེའི་ནང་གཞི་ནས་འབུར་ཐུབ་པ་བྱུང། ཅང་ཙེ་མིན་ལ་ཕུལ་བའི་ཡི་གེའི་ནང་ངོས་ཀྱི་གཞི་རྩའི་ཡིད་ཆེས་དེ་ཀྲུའུ་མུར་གྱི་ལམ་དེ་ནི་བོད་ཀྱི་གནད་དོན་ཐག་གཅོད་ཐུབ་པའི་ཐབས་ལམ་ཉག་གཅིག་ཡིན་པ་གསལ་སྟོན་བྱས་ཡོད། དེ་ཡང་ཡི་གེ་དེའི་ནང་གཤམ་གསལ་རྣམས་བཀོད་ཡོད། ང་ཚོའི་བར། ཡང་བསྐྱར་ཐད་ཀར་འབྲེལ་བ་འཐབ་པར་དགའ་ཚོར་ཆེན་པོ་བྱུང། འདི་ལ་བརྟེན་ནས་ཕན་ཚུན་འབྲེལ་བ་གོང་འཕེལ་ཐོག་ཡིད་ཆེས་དང་གནད་དོན་གསར་རྟོགས་ཡོང་བའི་རེ་བ་ཡོད། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཟླ་བ་དྲུག་པའི་ཚེས་ཉེར་གཉིས་ཉིན་སྐུ་ཞབས་ཏིང་གོ་ཀིན་དང་རྒྱལ་ལོ་དོན་གྲུབ་ངོ་འཕྲད་སྐབས་གྲུ་མུར་སྐྱིད་གཤོངས་དང། རྒྱ་ནག་གཞུང་གིས་བོད་དོན་དཀའ་རྙོག་སེལ་ཕྱོགས་བསྡུར་ཚུལ་བཅས་ཡོད་སྐོར། ངོས་ནས་གོ་རྟོགས་བྱུང། སྐུ་ཞབས་ཏིང་གོ་ཁེན་ནི་སྐུ་རྟོགས་ཅུང་མཁྲེགས་ཀྱིས་མདོ་ཚུར་བཟུང་བ་དང། ལྷག་པར་དུ་སྤྲུལ་མར་མ་ཞེས་ཁོང་སྔོན་འགྲོའི་ཆ་རྐྱེན་ཁས་ལེན་དགོས་པ་མདུན་བསྐྱོད་ལ་བློ་ཕམ་ཆེན་པོ་བྱུང། ངོས་ཀྱིས་བསམ་པར། དཀར་ཉག་སེར་ཐབས་བྱེད་པ་ལ་ལྷག་བསམ་རྣམ་དག་དང། གུ་ཡངས། དོན་ཕན་ལྡན་པའི་བསམ་བློ་ཞིག་ཡོད་དགོས། ངོས་ནས་དཀར་ཉག་སེར་ཐབས་ནི་ཕན་ཚུན་སྤྲུལ་མར་བྱེད་པའི་ལམ་ཕྱོགས་ཁོ་ན་ཡིན་ཞིང། བོད་དང། རྒྱ་ནག་མི་མང་གཉིས་ཕྱོགས་སུ་ཕན་པའི་ལྷག་བསམ་དཀའ་ཡང་བཅངས་ཏེ། ང་ཚོས་དཀའ་རྙོག་གྲོས་མོལ་གོ་བསྡུར་བཅས་སེལ་ཐབས་བྱེད་དགོས་པར་ཡིད་ཆེས་བྱེད་བཞིན་ཡོད། དེ་ལྟར་ཡོང་བ་ལ་སུ་ཕྱོགས་ནས་ཀྱང་འགོག་རྐྱེན་བཟོ་མི་འོས་ཤིང་ཕན་ཚུན་སུས་ཀྱང་སྔོན་འགྲོའི་ཆ་རྐྱེན་ཁས་ལེན་དགོས་པའི་བསམ་འཆར་འདོན་མི་རུང། ང་ཚོ་གྲོས་བསྡུར་ལ་བརྟེན་ནས་ལམ་ཕྱོགས་བཟང་པོ་ཞིག་རྙེད་པའི་རེ་འདུན་གྱིས་ད་ལྟ་བར་ངོས་རང་གི་བསམ་འཆར་རྣམས་དང། བོད་རྒྱ་མི་རིགས་གཉིས་ཀར་ཁེ་ཕན་གང་ཆེ་ཡོང་ཐབས། ཕན་ཚུན་སྤྲོས་བསྡུར་གྱིས་ཐབས་ཤེས་བྱ་རྒྱུའི་འབད་བརྩོན་ཇི་བཞིན་ཞིབ་གསར་འཁོད་པའི་དྲན་ཐོ་ཞིག་འབུལ་ཆེད། འདི་ནས་ངོ་ཚབ་མི་གསུམ་ངག་རྫོང་སོང་བ་ལྟར། གྲུབ་བསྡུར་གནང་བའི་ཁྱིམ་མཆིས་ཁོང་ཚོར་གནང་ནས་དུས་རྒྱུན་ང་ཚོས་གྲོས་བསྡུར་དོན་ཕན་ལྡན་པ་ཞིག་ཡོང་བ་ལ་ངེས་པར་དུ་ཕན་ཚུན་ཡིད་ཆེས་ཡོད་དགོས་ཤིང། ཡིད་ཆེས་ཡོད་པ་ལ་དངོས་གནས་ད་ཕན་འབད་བརྩོན་ཅི་བྱེད་རྣམས་རྒྱ་ནག་གི་དབུ་ཁྲིད་ཚོ་དང་མི་མང་ནས་ཀྱང་གསལ་བོ་མཁྱེན་རྒྱུ་གལ་ཆེན་པོ་ཡིན། ད་ཕན་ངོས་ནས་བོད་དོན་དཀའ་རྙོག་སེལ་ཐབས་བསམ་འཆར་མང་པོ་བཏོན་ཟིན་ཀྱང། ཆེས་རྣམ་པར་བོད་རྒྱ་ནག་དང་མཉམ་དུ་སྡོད་དགོས་པའི་ཐུགས་འདོད་ཡོད་ཚེ། ད་ཆ་རྒྱ་ནག་གཞུང་ནས་དངོས་སུ་སྟོན་ཕན་ལྡན་པའི་བསམ་འཆར་འདོན་ཆེད་དུས་ལ་བབ་ཡོད་པར་བརྟེན། ངོས་ཀྱིས་བསམ་འཆར་དེ་དག་ལ་མཛའ་མཐུན་གུ་ཡངས་ཀྱི་སྒོ་ནས་དགོངས་གཞི་བརྡ་ལན་གནང་བའི་རེ་བ་ཆེན་པོ་ཡོད་ཅེས་ཟེར་ཡོད། ཡི་གེ་འདི་དང་མཉམ་དུ་རྒྱ་ནག་གི་མགོ་ཁྲིད་ཚོའི་ཆེད་དུ་སྐྲ་མཐོ་བཞི་བརྒྱད་ཞིག་ཀྱང་གསུངས་ཡོད་སྣང། བཀོད་དོན་ཐད་ངོས་ནས་ཐབས་ཤེས་ཅི་ཤེས་ཀྱིས་ལོ་རྒྱུས་སྙིང་བསྡུས་དང་རྒྱབ་ལྗོངས། མ་འོངས་དོན་ཕན་ལྡན་པའི་མདུན་སྐྱོད་ཡོང་རེར་བཏོན་པའི་གྲོས་འཆར་གྱིས་བཀོད་ཡོད། དྲན་ཐོའི་འཇིགས་སྡོམ་སུ་ངོས་ནས། རྒྱ་དམར་པོས་རྒྱ་ནག་དང་མཉམ་དུ་སྡོད་དགོས་པའི་འདོད་པ་ཡོད་ན། མཉམ་དུ་སྡོད་ཐུབ་པའི་ཆ་རྐྱེན་རྣམས་རྒྱ་མིས་སྒྲུབ་དགོས་པ་དང། བོད་མིར་དགོས་ངེས་ཀྱི་ཐོབ་ཐང་འདོད་བློ་གང་བ་བྱུང་ན། རྒྱ་ནག་དང་མཉམ་དུ་བསྡད་ན། ཁེ་ཕན་ཆེ་བ་ཡོངས་སུ་པ། ང་ཚོས་ཤེས་མ་ཐུབ་པ་མེད། ད་ཆ། རྒྱ་མིའི་ཕྱོགས་ནས་བོད་རྒྱ་མཉམ་སྡོད་ཐུབ་པའི་ཐབས་ལམ་འདོན་པའི་དུས་ལ་བབ་ཡོད་པས། བོད་རྒྱ་མཛའ་མཐུན་མཉམ་གནས་ཆེད། བོད་ཀྱི་གནས་སྟངས་འདི་དང་འདི་ལྟ་བུའི་བྱེད་རྒྱུ་ཡིན་ཞེས། རྩ་དོན་རགས་རིམ་ཞིག་གསལ་བོར་བརྗོད་ཚེ། ཕན་ཚུན་འགྲིག་ཐབས་ཡོད་མེད་བསམ་གཞིག་ཐག་གཅོད་བྱེད་བདེ་ཡོང་ངེས་ཡིན། ཞེས་བརྗོད་ཡོད། དངོས་གནས་དྲན་ཐོ་དེའི་མཐའ་དོན་དུ། ཆེས་བསྣམས་པའི་སྟེང་དུ་འཛམ་གླིང་གི་ཆབ་སྲིད་འགྱུར་འགྲོས་ལ་བརྟེན་ཤེས་པ་དང། མིག་རྒྱང་རིང་ཞིང་བློ་གྲོས་ཆེར་ཆེའི་སྒོ་ནས་བོད་རྒྱའི་དཀའ་རྙོག་གཞིལ་བའི་ལམ་ནས་ཟེར་ཏེ། ཁྱིམ་མཚེས་མི་རིགས་གཉིས་ཇི་སྲིད་བར་མཛའ་མཐུན་ཡུན་གནས་ཡོང་བའི་དགོངས་པ་ཆེ་བཞེས་ཡོད་པ་བཞི་བཞིས་རེ་སྐུལ་དང་བཅས་མཇུག་སྡོམ་བྱས་ཡོད། གནས་ཚུལ་དེ་དག་འབྱུང་བཞིན་པའི་མུར། རྒྱ་ནག་གཞུང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས། བརྡལ་བ་དགོས་པའི་ནང། བོད་ལྗོངས་ཀྱི་ལྟ་སྒང་གཏོགས་ཁོངས་དང་མིའི་ཐོབ་ཐང་གི་གནས་ཚུལ་ཞེས་པའི་རྒྱབ་ཤ་དཀར་བའི་ཡིག་ཆ་ཞིག་བཏོན་འདུག་པ་དེའི་ནང། བོད་ཀྱིས་ཡུན་རིང་གི་ལོ་རྒྱུས་ལ་འཁྱོག་བཤད་ཀྱིས། བོད་ནི་དུས་རྟག་ཏུ་རྒྱ་ནག་གི་ཆ་ཤས་ཡིན་རབས་གསར་འདོན་བྱས་པ་དེས། རྒྱ་ནག་གིས་བོད་དང་དབང་སྒྱུར་བྱེད་མུས་ཁྲིམས་མཐུན་ཡིན་མིན་ཐད་རྒྱ་ནག་གི་མགོ་ཁྲིད་ཚོར་བློ་འཚབ་ཡོད་པ་མཚོན། ཡིག་ཆ་དེ་ཡི་ནང་བོད་དུ་རང་བཙན་ཡིན་པར་སྒུར་བའི་རྩོད་པ་མང་ཙམ་འཁོད་པའི་ཁོངས་སུ། ཏཱ་ལའི་ཚོགས་པ་དང་ཀྲུང་གོར་སྒུར་བའི་རྒྱལ་སྤྱིའི་སྟོབས་ཤུགས་ཀྱིས་འུད་སྒྲོག་ཤུགས་ཆེན་པོ་བྱས་པའི་བོད་དུ་རང་བཙན་བཞེས་པ་དེ་ནི། ཉེ་རབས་ལོ་རྒྱུས་ཐོག་བཙན་རྒྱལ་རིང་ལུགས་ཀྱིས་ཀྲུང་གོར་བཙན་འཛུལ་བྱས་པ་ལས་བྱུང་བའི་ངན་འབྲས་ཙམ་རེད། ཅེས་བཀོད་འདུག་ཧོན་དུར་དགོས་པ་ཞིག་ལ་ཡིག་ཆ་དེའི་ནང། མགོ་སྐོར་གཏོང་ཤུགས་ཆེ་བའི་དཀྲོག་གཏམ་ཞིག་བཟོས་པ་དེ་ནི། རྒྱ་མི་འབོར་ཆེན་བོད་ལྗོངས་སུ་གནས་སྤོས་པས། བོད་ལྗོངས་ས་ཁུལ་དུ་བོད་རིགས་གྲངས་ཉུང་མི་རིགས་ཆགས་ཀྱི་ཡོད་པ་རེད་ཅེས་བརྗོད་པ་དེ་རེད། ཅེས་རང་དབང་ལྡན་པའི་རྟོག་ཞིབ་པ་ཀུན་གྱིས་ཁས་ལེན་པའི་དངོས་ཡོད་གནས་ཚུལ་དང། བོད་མི་ཚོར་མི་འདོད་པའི་བློ་ཞིག་ཁྱད་ཆེས་པའི་རྐྱེན་རྩ་གཙོ་བོར་ངོས་འཛིན་བྱས་པའི་དངོས་ཡོད་ཀྱི་གནས་ཚུལ་དེ་ཡང། རྩ་བ་ནས་ཁས་ལེན་བྱེད་མི་འདུག། རང་ཡུལ་བོད་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ཟླ་བ་ལྔ་པའི་ཚེས་ཉེར་གསུམ་ཉིན། ལྷ་སར་མི་སྐྱ་ཕོ་མོ་སྟོང་ཕྲག་བརྒལ་བའི་ངོ་རྒོལ་མཁན་པོ་ཞེ་ཞང། མཁན་པོ་བཅས་ཐོག་མའི་ཡོང་ཆིན། བཟའ་ཆས་སོགས་ཀྱི་རིན་གོང་འཕར་ཆེ་བ་དེ་ཡིན་རུང། མྱུར་དུ་རང་བཙན་གྱི་སྐམ་པོ་དུ་གྱུར། ངོ་རྒོལ་གྱི་སྐྱིན་ཚབ་གཞན་ཞིག་ནི། ལྷ་སར་ཡུལ་བོད་རྒྱ་མིའི་གྲངས་འབོར་འཕར་ཆེ་བས་ཡིན་པ་གསལ་བོ་རེད། ངོ་རྒོལ་སྐད་འབོད་དེར། རྒྱ་གཞུང་གིས་གདུག་རྩུབ་ཆེན་པོའི་དྲག་གནོན་དང་འབྲེལ། བོད་མི་ཧ་ཅང་མང་པོ་འཛིན་བཟུང་བྱས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར། བོད་ཀྱི་ལས་དོན་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་གསུམ་པ་བཞུགས་པ། པེ་ཅིན་དུ་དབུས་དམར་ཤོག་ཚོགས་པའི་བསྐོང་ཚོགས་བྱས་ཏེ། བོད་དུ་མཚན་སྣོན་དམ་དྲག་གི་སྲི་ཞུ་གསར་བ་ཁག་གཅིག་གཏན་འབེབས་བྱས། དེའི་གོང་བོད་དུ་བདེ་འཇགས་ལྟ་སྲུང་གི་འགྲོ་གྲོན་སྤར་རྒྱུ་དང། ངོས་སྒེར་ལ་ཚིག་ངན་གྱི་ལམ་ནས་སྐྱོན་བརྗོད་ཤུགས་ཆེ་བྱ་རྒྱུ་བཅས་ཚུད་ཡོད། དཔེར་ན། རྒྱ་ནག་གཞུང་གི་ལས་བྱེད་པ་ཞིག་གིས་གཞུང་འབྲེལ་གཏམ་འཆལ་ནང་ཁོ་བོར་སྙོན་འཛུགས་བྱས་པར། སྐབས་རེ་ད་ལོའི་མི་མང་མགོ་སྐོར་བཏང་བའི་ཁམས་ཁའི་ཚིག་ངན་གྱི་གཏམ་འདྲ་ཆགས་པོ་འགའ་ཤོད་ཀྱི་ཡོད་ཀྱང། མེས་རྒྱལ་ཁ་འཕྲལ་གཏོང་བའི་སྤྱོད་ངན་སྤེལ་མཚམས་འཇོག་མྱོང་མེད་ཅེས་དང། དེ་ནི་མུ་མཐུད་སྤྱོད་འཛུགས་བྱས་དོན། རང་ལྗོངས་སུ་ཁ་འབྲལ་ལ་ངོ་རྒོལ་བྱེད་པའི་འཐབ་རྩོད་ཀྱི་གཙོ་གནད་ནི་ཏཱ་ལའི་རུ་ཚོགས་ལ་འཐབ་རྩོད་བྱ་རྒྱུ་དེ་ཡིན། འབྲི་རུ་སོ་དུས་ངེས་པར་དུ་སྦྲུལ་མགོ་རྫོགས་དགོས་པས་དེ་ལྟར་མ་བྱུང་ན་འཐབ་རྩོད་འདི་མཐའ་འཁྱོལ་བ་ཞིག་ཡོང་ཐབས་བྲལ་བ་རེད་ཅེས་བཤད། ཡང་གཏམ་བཤད་ཀྱི་ཡིག་ཆ་དེ་གའི་ནང། བོད་ནང་གི་དགེ་འདུན་ཆོས་སྡེ་ནི་ཏཱ་ལའི་བླ་མ་ཡོངས་སུ་སྤོང་དགོས་པའི་སྐུར་སློང་བྱས་པའི་ནང་དགོན་འདིའི་གྲབས་ཚང་ལ་ཏཱ་ལའི་རུ་ཚོགས་ཀྱི་ཤུགས་རྐྱེན་གང་ཡང་གཏན་ནས་མི་ཐེབས་པ་བྱེད་དགོས་ཞེས་འཁོད། གཏམ་བཤད་འདི་བྱས་པ་དང་སྦྲགས་བོད་ནང་སྤྱི་སྒེར་གྱི་གནས་གཞི་གང་དུའང་དངུལ་གྱི་འདྲ་པར་སྒྲིག་གཞུང་མི་ཆོག་པའི་ཁྲིམས་གཏན་འབེབས་བྱས། གཞན་ཡང་རིག་གནས་གསར་བརྗེའི་རྗེས་སུ་མཐོང་ཐོས་གསར་བ་གནས་མེད་པའི་ལྟ་ཚུལ་ཞིག་བོད་ནང་དམིགས་བསལ་ཐད་ཤེས་ཡོན་སློབ་གསོའི་ཁྱབ་ཁོངས་སུ་བཙན་འགེལ་བྱས་པ་དེས། ལྷ་སར་རྒྱ་ནག་དམར་ཤོག་མགོ་ཁྲིད་ཅིག་གིས་ཞུ་དོན། མི་རིགས་ཀྱི་སློབ་གསོའི་རིག་གནས་དང་གོམས་སྲོལ་རྙིང་པ་རྒྱུད་འཛིན་བྱས་ཀྱང་དེ་ལེགས་འགྲུབ་བྱུང་བར་བརྩི་མི་རུང། སློབ་གསོའི་ལུས་ཀྱི་སྙིང་པོ་ནི། སྤྱི་ཚོགས་རིང་ལུགས་བྱ་གཞག་གི་འཛུགས་སྐྲུན་པ་དང། རྒྱུད་འཛིན་པ་ཚད་ལྡན་གསོ་སྐྱོང་བྱ་རྒྱུ་དེ་ཡིན་ཞིང། འདི་ནི་མི་རིགས་སློབ་གསོའི་གཞི་རྩའི་ལས་འགན་ཉག་གཅིག་དེ་རེད། ཅེས་བརྗོད་འདུག་འདི་ལྟ་བུའི་གཞུང་འབྲེལ་གཏམ་བཤད་དང། ས་གནས་ས་ཐོག་ཏུ་བོད་ཀྱི་ངོ་བོ་དང། རིག་གཞུང་གོམས་སྲོལ་བཅས་དམིགས་འབེན་དུ་བཟུང་པའི་བཙན་གནོན་དམ་དྲག་གི་སྲི་ཞུའི་ལག་བསྟར་ཐོག་བོད་མཐོ་སྒང་དུ་གཞི་རྒྱ་ཆེ་བའི་མི་འབོར་འཕོ་ཞིག་བྱེད་བཞིན་པ་རྣམས་མཐོང་དུས་ངོས་ལ་ལོག་རྟོག་ཆེན་པོ་བྱུང་བ་ཙམ་དུ་མ་ཟད། དེང་བོད་ནང་འབྱུང་བཞིན་པའི་གནས་ཚུལ་འདི་དག་རྒྱ་ནག་ཕྱོགས་ནས་ཆེ་བསྟོད་ཉིན་ནས་བྱེད་མིན་ཅི་ལྟར་ཡང། དོན་དངོས་ལ་ནི་དེ་དག་བོད་ཀྱི་རིག་གཞུང་རྩ་མེད་གཏོང་བའི་ལས་གཞི་རེད་འདུག་ཅེས་མ་བརྗོད་ཀ་མེད་བྱུང།